རྡོ་རྗེ་རྟ་སྐད་དེ་ནི་ཆོས་ཉིད་དེ་ཆོས་ཉིད་བདེ་ཆེན་མ་སྐྱེས་མི་སྐྱེ་བས་དེ་ཕྱིར་ཆོས་ཉིད་ཀུན་ཀྱང་མྱ་ངན་འདས། རྡོ་རྗེ་རྟ་སྐད་བཏང་ན་སེམས་ཉིད་དེ་སེམས་ཀྱི་རང་བཞིན་མ་སྐྱེས་མི་འགག་པས་དེ་བཞིན་སེམས་ཅན་མཚོན་པ་མྱ་ངན་འདས། ཨོ་ད། ཕྱི་དང་ནང་གི་ཆོས་གང་ལ་ཡིན་ན་ཡང། ཨོ་བྷི་ཀེ། དོན་གྱི་ངོས་ནས་ཡོད་པ་རྟག་བརྟན་ཚིག་གཟུགས་གང་ཡང་མེད་བདེ་བ་ལྟ་དེ་བློ་ལ་ཤར་བྱས། ཨོ་ད་འདི་ཅི་རེད།

དེ་ཡིས་ནི་སངས་རྒྱས་ཀྱི་ཐུགས་འགྲུབ་ཡག་གི་དང། བོད་ཀྱི་རིག་འགྲེ་རྒྱུ་རུ་ཆགས་ཡོང་གི་ཡག་རེད་ཨོ་དེ་འདྲ་ཡིན་ད། གཤིན་རྗེ་གཤེད་མང་གི་རྒྱུད་ཀྱི་རྒྱུད་ཀྱི་ཚིག་རེད་ཨེ་ནི། དངོས་གྲུབ་ཀུན་གྱི་གཏེར་གྱུར་པའི་བྱང་ཆུབ་སེམས་ནི་ལྷུང་གྱུར་ན་ཕུང་པོ་རྣམ་ཤེས་རྒྱལ་བ་ལ་མ་མེད་དངོས་གྲུབ་ག་ལ་ཡོད། བྱས་ནས་ཨེ་ནི་བདེ་བའི་སྟན་ཀུན་ད་ལྟ་བུའི་བྱང་ཆུབ་ཀྱི་སེམས། དུས་ནམ་ཡང་ཨེ་ནི། མ་འཛག་པ་བྱེད།

དང་ཨེ་ནི། དབུ་མའི་མ་ནི་ནས། ཨེ་ནི། གསང་གནས་བདེ་སྐྱོང་གི་འཁོར་ལོ་ནས། ཨེ་ནི། ལྟེ་བ་སྤྲུལ་པའི་འཁོར་ལོ། ལྟེ་བ་སྤྲུལ་པའི་འཁོར་ལོ་ནས། སྙིང་ག་ཆོས་ཀྱི་འཁོར་ལོ། སྙིང་ག་ཆོས་ཀྱི་འཁོར་ལོ་ནས། མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ། དེ་ནས་ཡང་སྤྱི་བོ་བདེ་ཆེན་གྱི་འཁོར་ལོ་བར་དུ་ཡལ། ཡལ། བཟློག་ནས། ལུགས་བཟློག་གི་དགའ་བ་བཞིན་ཡང། ཨེ་ནི། མངོན་དུ་བྱས་སོ་སྙམ་པའི་མོས་པ་མཛད་པར་ཞུ། ཡང་ཡང། དབང་བཞི་པ་ངོ་སྤྲོད་ཡང་དེ་ལ་ཡང་ཨེ་ནི། གསང་འདུས་དང་དེ་ཚོའི་ཁ་ཐུག་ནས་ཨེ་ནི་སྒྱུ་ལུས་དང་འོད་གསལ། འོ་ནི་ཟུང་འཇུག་ངོ་སྤྲོད་ཡང་ན་ཡང་ཅི། དུས་འཁོར་ནི་ཆ་བཞག་ན། སྟོང་གཟུགས། ཕྱག་རྒྱ་ཆེན་པོ་དང་མཆོག་ཏུ་མི་འགྱུར་བའི་ལྟེ་བ་ཟུང་འཇུག་གི་ཟུང་འཇུག་ངོ་སྤྲོད་ཡང། ན་ཡང། མ་རྒྱུད་དེ་འདྲའི་ཁ་ཐུག་ནས་འཇའ་ལུས་དང་འོད་གསལ་ཟུང་འཇུག་དེ་འདྲ་ལ་ངོ་སྤྲད་ཡག་ཨོ་དེ་འདྲ་ཡོད་པ་རེད། ཡང། གཞུང་ཁ་ཅིག་ནས་རིག་སྟོང་ཟུང་འཇུག་དེ་ཙམ་ངོ་སྤྲད་ཡག་དེ་འདྲ་འདུག་མི་འདྲ་མི་འདྲ་འདུག། སྔར་གསུམ་པས་དྲངས་པའི་བདེ་བ་སྟོང་པར་ངོ་སྤྲད་པ་ནི། ད་འདི་རིག་སྟོང་ཟུང་འཇུག་འདི་འོ་གསུང་གི་འདུག་ཨ།

ད་ཧུང་སིམ་གཉིས་ཀ་དག་ལྷུན་རྫོགས་དོན། སྣང་སྟོང་ཟུང་འཇུག་སྒྱུ་མའི་སྐུ། ད་ཐེག་པ་ཐུན་མོང་གི་དབང་དུ་བྱས་པའི། སྣང་སྟོང་ཟུང་འཇུག་ཞེས་ནི་ཞེས་ཡིག་མགོ་རུ་བ་དང། ད་སྐབས་འདིར་ཐུན་མོང་མ་ཡིན་པའི་གང་བཀྲལ་བ་རེད། སེམས་གཉིས་ཀ་དག་ལྷུན་རྫོགས་དོན། ངོ་བོ་ཀ་དག་རང་བཞིན་ལྷུན་གྲུབ་ཟེར། ཞེས་ནི།

མདངས་འགག་མེད་ཐུགས་རྗེ་སྤྲུལ་སྐུ་གསལ། དེ་ཡང་དག་ངེས་དོན་རྟོགས་པར་གྱིས། རྟག་མདོ་དོན་ང་རང་ཚོ་སྐུ་བཞིའི་གོ་འཕང་སྐུ་བཞིའི་གོ་འཕང་བྱས་ནས། ཡོས་འདི་བཞག་བཞག་སྟེ། དེའི་ཉེར་ལེན་ས་བོན་གྱི་ཆ་ས་མ་འཕགས་པ་བཏང་པ་ཡིན་ན། ད་ལྟ་རང་ལ་རང་ཆས་སོ་ཐོག་མ་མེད་པ་ནས་ཡོད་དེ་ངེས་ཀྱི། ཨེ་ནི་གཉུག་མའི་འོད་གསལ་ཟེར་མཁན་དེ་རང་ཆགས་དེ་ཡོད་རེད། དེའི་སྟེང་ལ་ཡ་ཨེ་ནི་གློ་བུར་བའི་དྲི་མས་ཨ་མདའ་བོད་སྐད་དང་དེ་དང་ལྷན་ཅིག་ཏུ་བོད་སྐད་འབྲལ་མེད་བྱས་ནས་བསྡད་དེ་ཨ་ཅེ་རེ་ག་ལེ་ག་ལེ་སྨྱུག་མའི་དྲི་མ་འདི་དང་ཕག་སེན་རགས་ཤིང་ཆུ་ཆུ་སྐུ་མདོག་འདི་དང་ཕག་འགའ་ཨེ་ནི་སྣང་བ་ཆད་པ་ཉེར་ཐོབ་སྐྱེས་ནས་སྣང་ཆ་ཐོབ་སོང་ཚུན་ཆད་ལ་ཕག་འགའ་འགྲོ་ཚར་ནས་ཨེ་ནི་འོད་གསལ་ཉག་ཅིག་ལྷག་བསྡད་ཀྱི་ཡོད་རེད་ད། དེ་ལ་ང་ཚོ་ཇི་སྲིད་སངས་མ་རྒྱས་བར་ལ་མཉམ་བཞག་རེད་འཇོག་རེད། ཨ་ནི། ཤེས་བྱའི་སྒྲིབ་པ་སྤངས་ཚར་རེ་བྱས་ལ། ལུགས་འབྱུང་གི་སྣང་ཆ་ཐོག་གསུམ་སྐྱེས་ནས་བསྟི་བ་འགག་ཚར་རེ་ཞུགས་གོ། ལར། ཨ་ནི་སྣང་ཆ་ཐོག་གསུམ་སྐྱེ་མི་རུང་དུ་བྱས་པ་རེད། འོ་ད་དེ་འདྲ་འབྲས་བུ་ཨ་ནི། འབྲས་བུ་སངས་རྒྱས་ཀྱི། ཐུགས་དེ་དང། ཨ་ནི། དེ་དང། ཨ་ནི།

ཅིག་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པ་མཁན་ཆེན་ཞི་བ་འཚོས་པའི་རྩིས་འཕྲུལ་ནང་བཞག་པའི་ན་ག་ད་ཨེ་ནི་ཟབ་ཅིང་རྒྱ་ཆེ་བའི་ད་ལམ་འདི་རང་དུས་རྒྱུན་དུ་ང་ཚོ་ཉམས་ལེན་བྱེད་བསམ་བློ་བཏང་དགོས་པ་རེད་ཅེས་སོ། སྟོང་པ་ཉིད་ཀྱི་ལྟ་བ་དང་བྱང་ཆུབ་སེམས་གསོས་ཏེ་བདེ་སྐྱིད་འཚོ་བར་བ་ག་གེ་མེད་པར་བྱས། མེད་མ་བྱུང་ན་ཨེ་ནི་གཅིག་ལྷག་སྒོམ་སྔགས་འདི་གར་བྱས་ནས་བདེ་དགའ་ཅིང་ནུས་པ་ཐོན་ཡང་ཁག་པོ་རེད། གཙོ་བོ་གཙོ་བོ་དང་དོད་བྱེད་ས་དང་ཤུགས་རྒྱབ་ས་དེ་ཨེ་ནི་སྟོང་ཉིད་སྒོམ་ཡག་དང། བྱང་ཆུབ་སེམས་སྒོམ་ཡག་ལ་དེ་ལ་ཤུགས་རྒྱབ་དགོས་རེད། ར་ཁུ་ཤུགས་རྒྱབ་ནི་ཁོ་ག་ལེ་ག་ལེ་ལོག་ལེ་ཡ། འགྱུར་བ་འགྲོ་ཡ་ཡོད་བསྡད་པ་དེ་ཁོ་གསལ་བོ་ཤ་རེད། ད་དེ་འགྱུར་བ་འགྲོ་ཡ་གསལ་དེ་ད་གི་གོང་དུ་ཞུས་པ་ནང་བཞིན་རེད། ལོ་ཉི་ཤུ་སུམ་ཅུ་བཞི་བཅུ་བསམ་བློ་བཏང་ནས་འགྱུར་བ་འགྲོ་དགོས་རེད་མ་གཏོགས་ཧོབ་ཏུ་ག་ལེ་ཡ་འགྱུར་བ་འགྲོ་ཡ་ཡོད་མ་རེད། ཨེ་ནི། དུས་ཡུན། དུས་ཡུན། ལ་མ་ལྟོས་པའི་འགྱུར་བ་འགྲོ་ཡ་ཞིག་ཡོད་པ་ཁོ་རེད་འགྲིག་གི་འདུག་ཨ། རེད་ད་ཨེ་ནི།